ཧོ། ལ་སོ། ད་བོད་མི་དང་པོ་ནང་ལ་ཞུགས་པའི་གི་ཚོགས་གཙོ་དང་ད་སྔ་ན་གཞིན་གི་དཔའ་བོ་ཕོ་གི་ཡི་ག་ཕོ་ཉག་གཙོས་པའི་གི་ཚོགས་མི་ཚོགས་མང་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ཨ་ད་ད་ད་ངས་དྲ་སྐམ་གྱི་ཕུད་བཞག་ཡོད་ང་དྲ་སྐམ་དེ་གོ་དུས་རྒན་མོ་ཞོགས་འགྲོ་ཉིན་རེ་བྱས་ཏེ་བཞག་གང་ཡིན་ཟེར་བ་ཡིན་ན་ད་དྲ་སྐམ་དེ་ད་ད་ཁ་སང

ཨ་ནེ། ཀྱི་ཡལ་ག་ཕོ་ཉག་གི་ཁ་སང་ཨ་ནེའི་ལོ་མ་ཚ་རྒྱུད་ཀྱི་ཨེ་ནེ་ག་དུས་ཡིན་པའི་ཡིན་ན་མི་ནག་པོ་དང་སེམས་པ་ངན་པ་ཡིན་པ། ད་ག་ན་གཞིན་གྱི་ཁོ་རང་གི་བོད་མི་རིགས་དེ་འདྲའི་རྒྱ་གར་གསང་བ་ལས་ཤོང་ནས་བརྩི་སྤྲོད་བྱེད་ཀྱི་ཨེ་ནེ་རྒྱ་མི་གི་ཨེ་ནེ་རྒྱུག་ཁྱི་རེད་ཟེར་གྱི་གང་ལྟར་བརྩོན་རྒྱུག་བྱེད་པ།

ནག་ཉེས་ག་འདྲ་ཅིག་བྱས་པ་ཡིན་ནམ། ནི་དེ་ལས་སྐྱོན་བཙུགས་པ་ཡིན་ན་ད་དེ་རྒྱ་མིས་ཀྱིས་དངུལ་སྤྲད་ཀྱི་རེད་ཟེར་ཏེ་ཁོ་རང་ཚོ་གི་ཡ་ད་ནག་ཉེས་དེ་དཀའ་བའི་ཡག་གི་ཆེད་དུ་ད་དེ་ཁོ་རང་ཚོ་གི་ལ་རྒྱ་ཡག་ཤོས་ཅིག་ཆགས་བསྡད་ཀྱི་རེད་ད་ད་ལྟ་ཡོད་ད་ད་དུང་ཡིན་ན་དེ་ནི་དེ་བེད་སྤྱོད་ཅིག་བཏང་ནས་འགྲོ་བསྡད་ཀྱི་འདུག་ཨོ་དེ་གཅིག་རེད་ཟེར་ནས་ཤི་བ་དེ་ཡིན། ད་དོན་དག་གཉིས་པ་དེ་ཁ་སང་ང་ཚོ་ཡི་ག་ཕོ་ཉར་གྱི་སྐྱོན་བཙུགས་ཡ་གཙོ་བོ་དེ

དཔེ་རེ་ཆགས་ཡིན་ན་སོ་སོ་ལས་ནན་པོ་ཡོད་ཅིག་འགུལ་བ་ཡིན་ན་དེ་གཞན་ལ་མ་འགུལ་ཡག་གི་ཆེད་དུ་ཁ་བྲིས་བརྒྱད་ཡག་རེད་མེད་ཁྲིད་ལས་མ་འགྲོ་ཡག་རེད་ད་གང་ན་གཞན་གི་ཚན་རིག་པ་གི་ད་ལྟ་རྒྱས་བྱེད་ཀྱི་ནན་པོ་ལ་གདོང་ལེན་ག་འདྲ་བྱེད་དགོས་ཀྱི་ཡོད་མིན་འོ་ད་དེ་ཚོ་ཡག་མི་ཚང་མ་གི་དཀའ་ལས་རྗེས་ཞིབ་འཇུག་བྱེད་བསྡད་པའི་སྐབས་དེ་ལ།

བཀའ་མོལ་གཅིག་དང། ནི། ཕྱག་ལས་གཅིག་གནང་མྱོང་ཡོད་མ་རེད་ད་ང་རང་ཚོ་སེར་པོས་ཧ་གོ་བསྡད་ཀྱི་ཡོད་རེད་ངས་ནི་གོ་མྱོང་མེད། ལྟ་ན། རྡ་རམ་ས་ཏཱ་ལི་ལ། གངས་ཅན་རིན་པོ་ཆེ་གིས་གཅིག། གསུངས་ཞེས་ཟེར་ཡ་དེ་རྩ་བ་ཉིད་ནས་གོ་ཡ་ཡོད་མ་རེད། སེམས་ཅན་གསོན་འདྲེ་ཅན་ལ་ནི་ཁོ་རང་གིས་སྡང་ཟུག་བྱེད་ཡ་དེ། ད་ལུགས་སྲོལ་འདྲ་པོས་མི་འདུག་ཨ་གངས་ཅན་རིན་པོ་ཆེ་གིས། སོ་སོས་སོ་སོ་འཁྱུད་དེ་ཉམས་ལེན་བྱེད།

གངས་ཅན་རིན་པོ་ཆེ་གི་རྐང་པ་སྤོ་ས་ལ་ད་འདོད་ན་ཏཱ་ལའི་ཡིན་ན་འདྲ་ཏཱ་ལའི་རྗེས་འབྲང་པ་ད་ལྟ་ལོ་མ་ཚར་རྒྱུ་ཡིན་ན་འདྲ་དུས་ཚོད་ཀྱི་ལག་འབིག་གི་སྨྱོ་གོ་ཡོད་མ་རེད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དཔོན་རིགས་མཉམ་དུ་ཚོགས་འདུ་འགྲོ་ཡ་རེད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ནི་ཅིག་དྲུང་ཆེ་མཉམ་དུ་ནི་ཚོགས་འདུ་ཚོགས་ཡ་རེད། ད་ག་ནང་བཞིན་གྱི་ཡུལ་ཤུལ་བླ་ཆེན་རེད། འཛམ་བུ་གླིང་འདིའི་ནང་ལོགས་ལ་མི་སྐད་གྲགས་ཡོད་ཉེན་དང་ད་ག་ནང་བཞིན་གྱི་ཅིག་ནུས་པ་ཡོད་ཉེན་ཚང་མ་མཉམ་དུ་དེ་ནས་ཡིན་ད་ག་འཇིགས་རིན་པོ་ཆེ་གི་ཕྱག་ལས་མཉམ་དུ་བྱེད་ཐུག་གི་ཡོད་རེད་བ། ད་ཁོང་ཚོས་གི་ཉེ་ལམ་དུ་བཏང་ཐུག་གི་ཡོད་མ་རེད་དེ་བྱེད་དུས་དེ་ལས་མ་དགའ་ཕྲག་དོག་གི་ད་རིན་པོ་ཆེ་དགོངས་པ་རྫོགས་དུས་ཁོ་ཚོ་བྲོ་ཁྲ་བ་རེད་ད།